ཡང་མིན་ན་བོད་ཀྱི་སྐྱ་བོའི་སྡེ་དང་དགོན་སྡེ་གི་སྡེ་བརྗེ་ད་ལྟའི་འོག་ད་ངུར་སྨུག་གི་སྡེ་ཟེར་རྒྱུ་གི་ལམ་ཀ་གཉིས་ཡ་བྱས་རྒྱུ་རེད། གལ་ཏེ་ལམ་ཀ་གཉིས་ཡ་བྱས་སོང་ན་མཇུག་འབྲས་གང་ཡོང་གི་ཟེར་རྒྱུ་ནི་བོད་མི་རིགས་ལ་ཉམས་རྒུད་ཟི་བཀོན་བའི་ཡིག་འབྲག་གཉིས་ཡོང་རྒྱུ་རེད། དེའི་རྒྱུ་མཚན་གི་ཚང་མ་གི་འདང་རྒྱལ་བའི་ད་སྐབས་ཀི་བོད་ཀི་ཤེས་ཡོན་པ་བ་སོགས་གི་ར་དི་ཟེར་གི་ཡོད་ནི་རེད། ཁོ་རྩོལ་མེད་གི་ཟླ་ཕོགས་ལེན་གྱི་ཡོད། ཁོའི་བུ་བུ་དྲུག་ཡོད། རྒྱུད་ལོངས་སྤྱོད་ཡོད། ཐུབ་གོ་ས་ཡོད། ཁོས་འདི་ཡིས་ད་ལྟའི་སྐད་ཆ་མ་བཤད་ན་ར་ཨོ་ད་ཁོ་སྐྱིད་པོ་བདེ་མོ་ཡིས་ད་འདུག་ད་འདུག་རྒྱུ་འོག་ཆ་རྐྱེན་ཡོངས་སུ་འཛོམས་ཡིས་ད་དོ་དྲ་ཡིན་ན་ར་བོད་མི་རིགས་ལ་ཤ་ཚ་ནི་ཡིན། བོད་མི་རིགས་ལ་དྲུག་འདེབས་ནི་ཡིན། བོད་མི་རིགས་ཀྱི་ལར་རྒྱ་བསམ་ནི་ཡིན་ཟེར་གི་ཡོད་ནི་རེད། ངོ་མ་གི་ཆ་ནས་བཤད་རྒྱུ་ཡིན་ན་དུས་རྣམ་པ་ར་བོད་ཀྱི་ལར་རྒྱ་ཡོད་ནི་རེད་བོད་ཀྱི་ཤ་ཞེན་ཡོད་ནི་རེད་བོད་ཀྱི་ཤེས་ཡོན་དྲ་ངས་ཅན་དུ་འཛོམས་ཡོད་ནི་རེད་ར། དབྱེ་ཞིབ་མ་ཤེས་ཡ་དལ་དུས་དོན་དངོས་བོའི་ཆ་ནས་མི་རིགས་མཉམ་འགུལ་དང་འགྲོ་སྐྱོད་ཀྱི་རྒྱུ་རྐྱེན་གང་ལྟ་བུ་ནི་རེད་ཅེ་ན། ཆོས་ལུགས་མ་རེད་འོག་གི་རིག་གནས་མ་རེད་འོག་གི་དགོན་སྡེ་མ་རེད་འོག་གི་གནའ་བོའི་རྣམ་དབྱེ་སོགས་མ་རེད། མཐར་གཏུགས་ན་གང་རེད་རང་ཉིད་ཀྱི་རྩོམ་པ་མ་སྐྱེས་དལ་དལ་དུས་གནའ་ཐང་ཟུང་འབྲེལ་ཡས་མ་བྱས་འོག་ད་སྐྱ་སེར་མཐུན་སྒྲིལ་ཡས་མ་བྱས་འོག་ད་འདི་སྲོལ་རྒྱུན་གྱི་རིག་གནས་དང་དེང་རབས་ཀྱི་རིག་གནས་ཟུང་དུ་སྦྲེལ་མ་ཐུབ་ན་གདའ་བོའི་མི་རིགས་མཉམ་འགུལ་དང་འགྲོ་གི་ཡོད་ནི་རེད་དུ་བསམ་གྱི་ཡོད། དེའི་རྒྱུ་མཚན་གྱིས་མང་ཚོགས་ཚང་མ་གི་འོ་ད་ཤེས་ལྡན་པ་ཚང་མ་གི་དེ་རང་མདངས་སུ་རྒྱལ་བའི་ད་དུས་ད་སྐབས་ཅིག་རྩོམ་ཟི་བྲིས་ན་ར། ད་སྐབས་བོད་ཀྱི་རྩོམ་པ་པོ་ཕར་མོ་ཆེ་ཟིག་ནི་རྩེད་མོ་རྩེད་ཀྱི་ཡིན་ན་དཔེར་བཞག་ན་ལག་སྙི་གི་བཟུང་བ་ནས་བཟུང་སྟེ་སྤོ་ལང་ད་བུག་གི་ཟེར་གི། འོ་ད་སྙི་གི་བཟུང་དུས་ནས་བཟུང་སྟེ་མིན་ན་བུག་གི་བླ་མ་ཟིག་ངན་ཤི་དགོས་ནོ། མི་ནི་བོད་སྐུ་མཁས་བ་ཟིག་མི་ནི་བོད་སྐུ་གཅིག་སྲོལ་རྒྱུན་རིག་གནས་སུ་ཡུལ་སྲོལ་གོམས་གཤིས་ཟིག་དགུ་དཔའ་གཏོང་རྒྱུ་མ་གཏོགས་བསྟོད་པ་རྒྱག་རྒྱུ་ར་ངོ་བོ་གནས་ལུགས་བརྗོད་རྒྱུ་དུ་རྩ་བ་ཉིད་ནས་མེད་སོང་ཟིག་ཟེར་གི་ཡོད་དེ་ཡིན་ན། འདི་དམོད་ཚིག་སྒྲོག་པ་དེ་རྩོམ་རིག་གི་དགེ་མཚན་མ་རེད་ཟེར་གི་ཡོད་དམོད་ཚིག་རྐྱང་རྐྱང་སྒྲོག་པ་དེ་རྩོམ་རིག་གི་རྒྱུ་རྩལ་མ་རེད་ཟེར་གི་ཡོད་ངོ། རྒྱུ་མཚན་གང་རེད་ཟེར་ན་རྩོམ་པ་པོ་ཟེར་དཀོན་ནོ་ཡོན་ཏན་པ་ཟེར་དཀོན་ནོ་བསམ་བློ་བ་ཟེར་དཀོན་ནོ་དེ། གཡག་གཞག་གི་རྩ་བཟོ་ཟེར་ཡི་མི་ཉན་གི། ཁྱོད་ངོ་མ་གི་རྔམ་པ་ངག་གི་མ་བཟོས་ན་རྔམ་པ་ངོ་གདངས་གི། བཟང་བོ་བཟང་གི་མ་བཟོས་ན་བཟང་བོའི་ཁོ་ཆགས་གི་ཟེར་རྒྱུ་དེ་ཡོད་ནོ། བོད་ཀྱི་ནང་བསམ་བློ་བ་ཤེས་ཡོན་པ་མི་རིགས་ལ་ཕན་ཐོགས་ནས་ས་གནས་ལ་ཕན་ཐོགས་ནས་ཡོད་ན་དེ་དག་གི་དགེ་མཚན་བགྲང་ཡས་དེ་ལྟའི་ལྟོས་རྩོམ་ལ་སོགས་པ་བྲིས་ཡས་དེ་དེ་དག་གི་མཛད་རྗེས་དང་སྙིང་སྟོབས་གི་དར་སྤེལ་ཡས་དེ་བོད་མི་རིགས་ལ་བཟང་ཤོག་ག་ཅག་ནས་ཤུགས་རྐྱེན་ཐེབས་ག་འཇུག་གི་འོད། ཁྱོད་རྔན་པ་གི་རྔོན་པ་གི་མི་རིགས་བཙོང་གི་ཡོད་ནི་ངུ་ད་མི་རིགས་འཕེལ་རྒྱས་ལ་སྒོ་འགག་གི་ཡོད་ནི་མཐུན་སྒྲིལ་ལ་འགར་འགར་བ་སློང་གི་ཡོད་ནི་དེ་ལྟ་བུ་ཡོད་རྒྱུ་ཡིན་ན་དེ་ད་རྔོན་མ་གི་ད་སྨོད་འདི་དགག་བཞག་ཡི་གི་འོད། རང་གི་འཚོ་བ་ཇི་མ་ཇི་བཞིན་དུ་འདི་བརྗོད་དགོས་ན་དེ་དངོས་བོའི་གནས་ཚུལ་ཇི་བཞིན་དུ་བརྗོད་དུ་དགོས་འོད་མཐར་གཏུགས་ན་རྩོམ་པ་པོ་ཟེར་དཀོན་ནོ་གི་སྙིགས་རྩེ་ལ་འཁོར་གི་ཡོད་ནོ་དི། འཇིག་རྟེན་ཆ་ཚང་ཟིག་ལས་གྲུབ་དགོས་གི། སྟོད་སྨད་གཉིས་ཀ་ནས་གྲུབ་དགོས་གི། བདེར་སྡུག་ལག་གཉིས་ཚང་མ་བརྗོད་དགོས་གི་མ་གཏོགས་ཡོད་དོ་ཅོག་དུ་སྔོན་འོག་གི་ལོ་རྒྱུས་ཀྱི་ཁྲོད་ནས་ཡོད་དོ་ཅོག་གི་སྟོད་པ་བྲིས་ཡོད་ད་ལྟའི་སྟོད་རྩོམ་བྲིས་ནི་རེད། ད་སྐབས་ཡོད་དོ་ཅོག་གི་དགག་རྩོམ་བྲིས་ཡོད་ན་དུས་རབས་ཉི་ཤུ་རྩ་གཉིས་བ་ལྟ་བུ་ཟིག་ལོ་བརྒྱ་འགྲི་ཟིག་འགོར་ནས་རྗེས་སུ་བོད་ཀྱི་ཤེས་ལྡན་པ་མང་བོ་ཟིག་གི་ད་ལྟའི་དུས་རབས་ཉེར་གཅིག་བ་གི་མེ་ལོང་དུ་མ་འོང་བ་གི་རྩོམ་ཡིག་གི་སྟེང་ནས་ཤེས་དགོས་གི། རྩོམ་རིག་དེ་གཅིག་ལྟ་རྒྱུ་ཡིན་ན་བོད་མི་རིགས་ཟེར་དཀོན་ནོ་བླ་མ་ཟེར་རྒྱུ་ཡིན་ན་མགོ་གཡོག་ནི་འདྲ་འདྲ། གྲྭ་བ་ཟེར་རྒྱུ་ཡིན་ན་གཅིག་སྡོམ་ཁྲིམས་མེད་པ་ལྟ་བུ། རིག་གནས་ཟེར་རྒྱུ་ཡིན་ན་རྗེས་ལུས་ཡིན་པ་ལྟ་བུ། དེ་ལྟ་བུར་དགག་གཞག་གི་རྩོམ་ཡིག་རྐྱང་རྐྱང་ཡིན་གྱི་ཡིན་ན་མ་འོངས་བ་ཟེར་གྱི་ཡིན་ན་དུས་རབས་ཀྱི་འགན་མ་འཁུར་བ་རེད། འོ་ད་མི་རིགས་ཀྱི་སྣེ་ཁྲིད་མ་ཐུབ་པ་རེད། ཇི་མ་ཇི་བཞིན་དུ་རྩོམ་ཡིག་བརྗོད་པའི་སྙིང་སྟོབས་མ་ཡོད་པ་རེད། ད་སྐབས་ཀྱི་རྩོམ་པ་པོའི་ཕར་ཆེར་དང་ཡོན་ཏན་པ་ཕར་ཆེར་དེ་སྐབས་བསྟུན་རང་ལུགས་པ་རེད་ཟེར་གྱི་ཡོད་ངེས། དུས་སྐབས་དུས་སྐབས་ལ་བསྟུན་ནས་བསྡད་དེ་མི་རིགས་ཀྱི་ལོ་རྒྱུས་ལ་འདང་མ་རྒྱག་མི་རིགས་ཀྱི་མདུན་ལྗོངས་ལ་འདང་མ་རྒྱག་མི་རིགས་ཀྱི་དགེ་མཚན་དང་ལར་རྒྱ་ལ་འདང་མ་རྒྱག་པའི་བསྡད་དེ་གནས་སྐབས་ཀྱི་རང་གི་བསམ་བློ་གི་དགའ་སྡུག་གི་དག་རྗེས་སུ་འབྲངས་ཡས་བསྡད་དེ་བོད་ཀྱི་ཤེས་ལྡན་པ་མང་བོ་ལ་རང་གི་བརྩེ་གཅིག་ཡོད་ཀྱི་ཡོད་གི། དཔེར་བཞག་ན་ད་སྐབས་ཀྱི་བོད་ཀྱི་འཕེལ་བ་ཆེན་པོ། ཁེ་གང་དགེ་འདུན་ཆེན་པོའི་ལྟ་བ་ཡིན་ཅེ་ན། བོད་ཀྱི་ལོ་རྒྱུས་ཀྱི་ཁྲོད་ཀྱི་དུས་རབས་ཟིག་གི་མཚམས་མཚོན་ན་བཞག་ནས་མཁས་བ་ཆེན་པོ་རེས་ང་རང་ཉིད་ཀྱིར་ཁེ་གང་དགེ་འདུན་ཆེན་པོའི་གི་སྙིང་སྟོབས་དང་ལྷག་བསམ་དེའི་ནང་ཤུལ་དེ་དག་རྗེས་སུ་ཡི་རང་ཡོད་ཀྱི་ཡོད། ཡིན་ནར་ཁེ་གང་དགེ་འདུན་ཆེན་པོའི་ལྟ་བའི་གཞིར་གཞིགས་དེ་འུ་ཅོ་ཚང་མ་གི་གདེང་འཇོག་ཡིན་མ་ཐུབ་དེའི་རྗེས་སུ་འབྲངས་མ་ཐུབ་དེའི་བསམ་བློའི་སློབ་སྟོན་ནས་སློབ་སྟོན་གྱི་རྗེས་སུ་འབྲངས་མ་ཐུབ་བ་དེ་མེད་སོང་དུས་ཟིག་ཨ་ད་འོ་ད་ཚད་ལས་བརྒལ་བའི་བསྟོད་པ་བརྒྱབ་ཡོད་དེ་ད་སྐབས་དེ་མི་ཟེར་གྱི་ཡོད་ནི་རེད། དགེ་དབང་དགེ་འདུན་ཆོས་འཕེལ་ལ་དབུགས་རྒྱག་པ་ཟེར་གི་ཡོད་ནི་རེད་ད་སྐབས་དེ་ཆི་ཟེར་རེད། དགེ་འདུན་ཆོས་འཕེལ་གི་མཛད་སྤྱོད་དང་ཡོན་ཏན་ལས་སྒར་བའི་ཨུད་ཆེན་པོ་བརྒྱུད་དེ་ད་ལྟའི་རང་གི་དགའ་ཁ་འཁྱེར་ཕྱོགས་ཙམ་ཟིན་དུ་ཨུད་ཆེན་པོ་བརྒྱུད་དེ་ད་ལྟའི་འོ་ད་མཁས་དབང་དགེ་འདུན་ཆོས་འཕེལ་དུ་རང་གི་རྩེ་གཅིག་ཡལ་གི་ཡོད་གི། དེའི་རྒྱུ་མཚན་གི་ངོ་མ་གི་ཡོན་ཏན་པ་བསམ་བློ་བ་འོ་ད་ཤེས་ཡོན་པ་རྩོམ་པ་པོ་ཡིན་ན་རང་གི་མི་རིགས་ཀི་བདེ་སྡུག་ག་འདང་དུ་རྒྱག་རྒྱུ། རང་གི་དགེ་འདུན་པའི་སྡེ་ར་ཤིས་འོད་འབར་ར་སྤྱི་ཚོགས་ཀྱི་ཁྲོད་ཀྱི་རིག་གནས་ར་འདི་ཚོ་བར་ཐག་ཇེ་ཉེ་བཏང་ཡོད་ད་ལྟའི་མཐུན་སྒྲིལ་གྱི་ལམ་ཀ་ཟིག་མ་གཞིགས་ན། མུ་མཐུད་དུ་ཨོ་ད་སུའི་ཡིག་མོ་སུའི་ཁ་མཛངས་ཡིག་གོ་ནོར་ལྟར་དུ་མུ་མཐུད་དུ་ལམ་ཀ་འདི་གཞིགས་ན་བོད་མི་རིགས་ལ་འཕེལ་རྒྱས་ཀྱི་ལམ་ཀ་རྩ་བ་ཉིད་ནས་མེད་གི། ལྷག་པར་དུ་ཨུ་ཚུགས་རང་གི་ས་གནས་སུ་ག་ཡོད་འདུན་པ་ཟུར་གཅིག་བསམ་བློ་བ་ཟིག་ཡོད་ན་དེའི་སྒོ་འགོག་རྒྱུ་བསྟུད་མར་རང་རྣལ་འབྱོར་དགའ་ནི་འདི་སྤྱི་ཁྱབ་ཀྱི་བཤད་ནི་ཨུ་བཅུའི་འོག་གི་སྐྱོན་ཆ་ཆེ་བོ་དེ་རེད། གང་རེད་ཟེར་ན་འཇམ་མགོན་ས་སྐྱ་པཎ་ཁྲི་ད་སང་གི་ཚིག་བཅད་ཁོ་ལོ་ག་གཅིག་གསུངས་བ་འདི་རེད། ཤེས་བ་རང་གི་ཡུལ་ལས་ཀྱང་རྒྱལ་ཁམས་གཞན་དུ་མཆོད་པ་ཐོབ་བོད། རྒྱ་མཚོའི་གླིང། ནོར་རག་བཞིན་དུ་བྲིམ་པ་ཙམ་རྒྱ་མཚོའི་གླིང་དུ་ག་ལ་བྲིམ་གསུང་བ་འདིར་འདི་ཚང་མ་གི་འདང་ཟི་རྒྱོབ་ར། མཁས་བ་དང་ཡོན་ཏན་པ་བསམ་བློ་བ་ཟི་ཡོད་ན་རང་གི་ས་གནས་ནས་ད་དེ་འདི་འཕྲིན་ལས་མི་རྒྱས་དུས་ཕན་ཆེ་ཟི་མི་ཐོག་ས་ལྕག་གཞན་པ་སོང་ན་ཕན་ཐོག་ཨ་གསུང་བ་འདིར། རྒྱ་མཚོའི་ནང་དབྱིབས་བཞིན་གྱི་ནོར་རེའི་རྩིས་ཐང་མའི་ས་ཆ་གཞན་པ་ཁྱེར་སོང་ན་ད་དབྱིབས་བཞིན་གྱི་ནོར་གྱི་རིན་ཐང་ཇེ་ཆེ་འོན་རྒྱུ་འོད་ཟེར་ཀུན་འདི་ཆུ་དེ་རེད་བོད་ཀྱི་སྐྱོན་ཆ་འདི་བོད་མི་རིགས་ཀྱི་བསམ་བློ་གི་སྤྱིར་སྡོམ་འདི་རེད་བསམ་དགོས། རྒྱུ་མཚན་ཁྱེད་རྣམ་པ་གི་མདངས་བསྐྱུར་འུ་སུའི་བོད་ཀྱི་ས་ཆ་ཟིག་དཔེར་བཞག་ན་འདི་ཡིས་ད་ལྟའི་མང་ཚོགས་ཚང་མ་ཕན་ཚུན་ཐོག་དགོས་གི་རྫས་ད་ལྟའི་སློབ་གསོ་གི་དག་གི་མཛད་སྒོ་ཟིག་འདི་རྒྱས་ཡིན་ན་ཡང་མང་བོ་ཟིག་གི་ཁུར་གི་སྙན་གྲགས་ཅིག་ཧྲ་ལ་ཡེ་ཀོ་གི་ཟེར་གྱི་ཡིན་ན། མིན་ན་ཁོ་རང་གི་རྒྱུ་འབྱོར་ལོངས་སྤྱོད་ཀྱི་ཨུ་ལོང་ཨུ་ལོན་རྩ་རྒོད་ནི་རེད་ཟེར་རྒྱུ་ཡིན་ན་ཁོ་རང་གི་གོ་སྐབས་ཟི་རྩ་རྒོད་གི་ཟེར་རྒྱུ་ཡིན་ན་དེའི་སྟེང་སྐྱོན་ཆ་ཟི་རྩ་ཆུད་ཐུབ་ཡིན། འོ་ད་ལས་བྱེད་པ་ཟེར་མགོ་ཁྲིད་ཟེར་རྒྱུ་ཡིན་ན་ཆབ་སྲིད་ཀྱི་འགལ་བ་བྱ་གི་མིན་ན་ར་འོ་ད་ཁྱོད་ཆབ་སྲིད་ཀྱི་འགལ་བ་བྱེད་མགྱོགས་ཀྱི་ཨུ་ཡིན་ན་ཟི་ཡིས་ད་དེ་མོ་འདྲ་འདྲ་བལྟ་བའི་སྔུན་ན་ལུང་འདྲ་འདྲ་གཏན་ནས་ད་དེ་བྱ་བ་འཛག་རྒོད་དུ་ལུས་ག་འཇུག་གི་མིན་ནི་འདྲ་འདྲ། ད་ཡོན་ཏན་པ་ཟེར་ཡིན་ན་ས་གནས་དེ་ནས་སློབ་གསོ་ཡིན་ན་དེ་མང་ཚོགས་ལ་ཕན་བཏགས་ན་ར་དེའི་ཁ་མི་བརྩི་ནས། ས་ཆ་གང་ནས་ཡོང་ནི་མི་ཤེས་ནས་མྱང་ང་ཆུ་ཟེར་ནི་མི་ཤེས་ནས་གྲུབ་མཐའ་གང་ང་རྟོགས་ནི་མི་ཤེས་ནས་བསམ་བློ་ཆུ་ཟིན་འཆར་ཀི་ཡོད་ནི་མི་ཤེས་ནི་ཆ་མེད་རྒྱུས་མེད་དུ་ཁྱེད་རང་ཡི་དད་དེ་བཤགས་འཚལ་ཡི་རྒྱུ་ནོར་ལོངས་སྤྱོད་ཚང་མ་ཕུར་རྒྱུ་བོ་དགའ་ནི་ཨི་ཆུའི་མི་རིགས་འདི་དེ་ཡི་ན་ངོ་མ་གི་ས་གནས་འདི་སོ་མགོ་ལོག་གི་ས་ཆ་འདི་སོ་ཨོ་ད། གྲྭ་བ་ཡིན་ན་གྲོང་བ་ཡིན་ན་སྐྱེས་ཕོ་མོ་སུ་ཟི་ཡིན་ན་མི་རིགས་སྐྱེས་འདང་རྒྱག་ནས་ས་གནས་ལ་འདང་རྒྱག་ནས་བསམ་པ་དཀར་བོ་ཅན་ཡོད་ན་དེའི་རྗེས་སུ་འབྲང་རྒྱུ་ཡིན་ན་མི་རིགས་འདི་ཡར་རྒྱས་ཡོད་རྒྱུ་རེད་མི་རིགས་འདི་ཕན་ཐོགས་ཡོད་རྒྱུ་རེད་མི་རིགས་འདི་འཕེལ་རྒྱས་ཡང་ཡོད་རྒྱུ་རེད་དུ་མ་ཡིན་ཡ་ད་དེ་འོག་ཏུ་མཁས་ཡིན་མཁས་བ་གི་བར་ཕྲག་དོག་ཡིན་དཔོན་པོ་དཔོན་པོ་གི་བར་ཕྲག་དོག་ཡིན་ཕྱུག་པོ་ཕྱུག་པོ་གི་བར་ཕྲག་དོག་ཡིན་རིགས་མཐུན་གྱི་ཕྲག་དོག་རྐྱང་རྐྱང་གི་སྟེང་ནས་འདུག་རྒྱུ་ཡིན་ན་ཕྲག་དོག་ཟེར་དཀོན་ནོ་དུ་གཞན་གྱི་ཕུན་ཚོགས་ལ་མི་བཟོད་པའི་རྣམ་པ་ཅན་གྱི་སེམས་བྱུང་དེ་ཕྲག་དོག་གི་མཚན་ཉིད་ཟེར་ནི་རེད།

རང་ཅག་ཚང་མ་ཕྲག་དོག་གི་དབང་དུ་གྱུར་བ་རེད། ཕྲག་དོག་གི་ཀུན་རྣམས་ཁྲག་བཞིན་དོག་མོ་རེད། ཁོག་རྒྱ་ཆུང་ཆུང་རེད། གཞན་གྱིས་བདེ་སྐྱིད་དང་ཕུན་ཚོགས་འཕེལ་རྒྱས་ལ་མི་བཟོད་གོ་ཟེར་དགོས་ནོ་ཏི་གཞན་གྱིས་ཕུན་ཚོགས་ལ་མི་བཟོད་པའི་རྣམ་པ་ཅན་གྱི་སེམས་བྱུང་སྟེ་ཕྲག་དོག་གི་མཚན་ཉིད་དུ་བསྡུས་ནོ། དེའི་རྒྱུ་མཚན་གྱིས་དེ་ལྟ་བུའི་དབང་དུ་མ་གྱུར། རང་སྐྱེས་ལ་གཞན་ཡང་སྨོན་པ་འོ་ད་རང་སྐྱེས་ནས་གཞན་དེ་ལ་སྨོན་པ་སྐྱེ་གི་འདུག་ནས་དེ་ལྟ་བུའི་བདག་སྐྱེད་གཞན་མང་གི་འཚོ་བ་དང་ལམ་ཀ་འདི་ལ་གཞིག་རྗེས་ན་མཐར་གཏུགས་ན་ཡོན་འདུན་པའི་སྡེ་གི་མཐུན་སྒྲིལ། གྲུབ་མཐའ་གི་བར་གི་མཐུན་སྒྲིལ། ས་གནས་དང་རུ་དགོན་གི་བར་གི་མཐུན་སྒྲིལ། མཐར་གཏུགས་ན་མཐུན་སྒྲིལ་གྱི་གོང་བུ་འདི་ལ་གཞིག་རྗེས་ན་བོད་མི་རིགས་ལ་འཕེལ་རྒྱས་ཡོད་ཀྱི་རེད། བོད་མི་རིགས་ལ་བདེ་སྐྱིད་ཡོད་རྒྱུ་རེད་དུས་རབས་ཉེར་གཅིག་གི་ཁྲོད་ན་རང་ཅག་གི་རིག་གནས་ཡ་མཚན་པོ་འདི་ལག་ཆ་བཟུང་ཡས་ད་དེ་དེང་རབས་རིག་གནས་ཀྱི་གཟིར་བརྒྱབ་ནས་གནའ་དེང་ཟུང་འབྲེལ་ཡས་ད་དེ་འོ་ད་སྐྱ་སེར་ཕོ་མོ་མེད་དམ་མཐུན་སྒྲིལ་གྱི་ཧོང་གདངས་དམ་ནས་དམ་དུ་སྦྲེལ་གྱི་ཡས་ན་འོ་ད་མི་རིགས་འདི་འཕེལ་རྒྱས་ཡ་འགྲོ་ནོ་དེ་དེ་རིང་ལུང་བསྟན་རྒྱག་ན་ཆོག་ནས་དེ་མི་ཟིན་ནི་རེད་དེའི་རྒྱུ་མཚན་གྱི་དེ་རིང་འདི་ན་ཡོད་པའི་དེ་རིང་འདི་གི་སློབ་གསོ་གི་བྱ་བ་འདི་སྒྲུབ་མཁན་གྱི་སྐྱ་སེར་ཕོ་མོ་གི་རྐྱང་རིང་གི་སྐད་ཡིག་ཚོགས་པ་གི་དམ་འཛིན་གྱི་ཚོགས་པ་འདི་ཚོ་ཡིན། དེ་མ་ཡིན་པའི་རྐྱང་རིང་གི་ས་ཆ་གི་འདི་དངོས་ཤུགས་བརྒྱུད་གསུམ་ནས་རྒྱུ་དཔལ་འབྱོར་ཐབས་བཀོད་པ་རྣམ་པ་སྣ་ཚོགས་ཀྱི་ཐབས་ཤེས་འཐེན་དགོས་ནི་ཡིན། དེ་མ་ཡིན་པའི་ཁྱེད་རྣམ་པ་ས་ཆ་སོ་སོ་ནས་སློབ་གྲྭ་མང་བོ་ནས་འཛོམས་ཡས་ད་དེ་ཁྱི་ཚོགས་གཅིག་གཉིས་གི་རང་ང་དགུག་ཡས་ད་དེ་ཨ་ཆུ་དེ་རིང་འདི་ནས་སློབ་གསོ་ཡས་ཀྱི་རེད་ཅེ་ན། ངའི་ཁ་ནང་ནས་འོད་ཟེར་ཀྱང་འཕྲོ་རྒྱུ་མེད་ཀི་སྔར་མ་གོ་བ་སྔར་མ་མཐུན་པ་མང་བོ་མེད་ཀིར་ཚང་མ་གི་བསམ་བློ་གཞི་གསུམ་གཅིག་ཉིད་དང་རང་རང་གི་མི་རིགས་འདི་རང་རང་གི་ས་གནས་འདི་རང་གི་ཕུ་ནུ་འདི་རང་གི་མི་ཚེ་འདི་དོན་དང་དོན་དང་ལྡན་པ་ཟིག་གཏོང་རྒྱུའི་འོག་ཏུ་ད་འདིར་གཞིག་གི་དགའ་མཐར་གཞུང་གསུམ་སྐྱ་སེར་ཕོ་མོ་ཚང་མ་གི་བསམ་བློ་ར་དི་རེ་ར་ངའི་ཁྱེད་རྣམ་པ་ལ་བཏོན་པའི་རེ་བ་ཡང་དེ་ཡིན་དེ་ཡིན་ན་ཚང་མ་གི་མཐུན་སྒྲིལ་བྱེད་ཡས་ད་ལྟའི་མཐུན་སྒྲིལ་ལ་དག་བཙུན་པ་དམ་གང་ནུས་བྱ་ནི་བོད་ཀྱི་རིམ་གྲོ་ཆེན་པོ་གསུམ་ཟེར་དགོས་ནི་རང་གི་ཆོས་དང་རིག་གཞུང་ལ་དད་པ་དང་ཡིད་ཆེས་ཡོད་པ། རང་གི་ཆོས་དང་རིག་གཞུང་ཡུལ་སྲོལ་གོམས་གཤིས་རྒྱུན་འཛིན་བྱེད་པ་དེ་དེ་ལྟ་བུའི་རིམ་གྲོ་ཆེན་པོ་གསུམ་པོ་སྒྲུབ་ཡུལ་དག་དེ་བོད་མི་རིགས་ལ་ཕྱི་ཡི་འགལ་རྐྱེན་མེད་པ། ནང་གི་འགལ་རྐྱེན་མེད་པ་ཕྱི་ནང་གི་འགལ་རྐྱེན་གྱིས་མཚན་མ་ཆ་ཕྲ་མོ་ཙམ་ཡང་མི་གོ་བའི་སྟེང་ནས་དུས་རབས་ཉེར་གཅིག་པའི་ཁྲོད་དུ་བོད་མི་རིགས་འདི་ཆོས་སྲིད་རིག་གནས་དཔལ་འབྱོར་གང་གི་ཆ་ནས་ཡིན་ན་ལྷག་པར་སྐུ་བསམ་བློ་གི་སྟེང་ནས་འཕེལ་རྒྱས་བླ་ན་མེད་པ་ཟིག་འབྱུང་བའི་ད་སྨོན་ལམ་རྣམ་པར་དག་པ་འདི་བས་མཐར་འདིར་གཞུག་གི་དགོན་གཏེར་གཞུང་གསུམ་ཚང་མ་གི་ཚེ་རིང་ཞིང་གནོད་མེད་པ་བསམ་དོན་ཆོས་བཞིན་འགྲུབ་པའི་སྨོན་ལམ་འདེབས།